རྒྱུད་ལས་དེ་ནི་ང་དང་འཕགས་པ་ཐུགས་རྗེ་ཆེན་པོ་རྗེ་རིགས་གཟིགས་ལ་བསྟོད་པ་པོ་སྟོད་བཞུགས་ཏེ་དེ་ནི་ཉི་མ་མང་པོས་བསྐྱོད་དེ་ནོ། དེ་ཉི་མ་མང་པོའི་རིགས་ང་དང་ང་དང་མང་པོས་དེ་ནི་བཞུགས་པ་ཡིན་ན་ཡང་དེ་ནི་གོ་མང་པོས་དེ་ནི་ང་དང་ཡན་སོང་ཟེར་དེ་ནི་ང་དང་རྡོག་རྡོག་བསྡུས་སུ་མ་ཐུབ་གང་ཅིའི་དེ་གཟུགས་ཅན་ཡོང་མི་སྲིད་པ་མ་ནོ། ལྟོས་སོང་བ་ཟེར་ནས་རྡོག་རྡོག་བཅོས་ཏེ་བཞུགས་པ་ཡིན་ན་འཕགས་པ་ཐུགས་རྗེ་ཆེན་པོ་རྗེ་རིགས་གཟིགས་ཀྱི་དེ་ནི་བསྟོད་པའི་ནང་ལོགས་ཨ། དང་པོ་དེ་ནི་འཕགས་པ་ཐུགས་རྗེ་ཆེན་པོ་རྗེ་རིགས་གཟིགས་པོ་ཀྱེ་རེ་འཇིག་རྟེན་གྱི་མགོན་པོ་ཡིན་ནོ་ཟེར་རེ་དོ་ང་དང་སྒོ་སྐྱག། དེ་འཇིག་རྟེན་གྱི་མགོན་པོ་ཡིན་པ་ཧ་གོ་བ་མ་ཟད་དེ་ནི་འཕགས་པ་ཐུགས་རྗེ་ཆེན་པོ་ཅི་རིགས་གཟིགས་པོ་འཇིག་རྟེན་གྱི་བླ་མ་ཡིན་ནོ་ཟེར་ནས་ཧ་གོ་སྐྱག་འཇིག་རྟེན་གྱི་བླ་མ་ཟེར་སྙན་པོ་དེ་ནི་ང་དང་བཀའ་སློབ་བླང་དོར་ཞུ་ས་ཡང་ན་དགེ་སྡིག་གི་དེ་ནི་སྤང་བླང་ཞུ་ས་ལམ་སྟོན་པ་པོ་ཡིན་ཟེར་འཕགས་པ་ཐུགས་རྗེ་ཆེན་པོ་ཅི་རིགས་པོ་ཅི་རིགས་གཟིགས་པོ་ཀྱེ་རེ་འཇིག་རྟེན་གྱི་དེ་ནི་ང་དང་དགེ་རྒན་ཡིན་པ་དེ་ནི་ང་དང་ཡང་ན་མཁན་སྐྱབས་ཏོ་ཡིན་དང་ཡིན་དེ་ནི་ང་དང་འཇིག་རྟེན་ནས་ནང་ལོག་པ་དེ་ནི་ང་དང་ཅི་བྱེད་ཤོག།

ནམ་ཡང་དེ་ནི་དགེ་རྒན་གྱི་བཀའ་ལས་ཡོལ་ལ་མེད། དུས་རྟག་ཏུ་དེ་ནི་དགེ་རྒན་གྱི་བཀའ་སྒྲུབ་པའི་གཟི་རིད་དེ་ནི་རྟོགས་བསྟན་པའི་ཚེ་ནི་དེ་ནི་ལ་དང་དེ་ནི་འཇིག་རྟེན་དང་བདུད་ཚང་མའི་གཙོ་བྱས། ཡང་འཇིག་རྟེན་གྱི་མགོན་པོ་རྒྱུད་བཞི་བླ་མ་རྒྱུད་བཞི་པོ་དེ་ཚོ་ཡོང་ཟེར་ནོག། ད་འོ་ན་དགེ་རྒན་ནི་ཅིའི་བསླབ་པ་ཟེར་སྐྱག་ཟོས་སྙམ་པོ་དགེ་རྒན་ནི་ལམ་ཐབས་ཤེས་གཉིས་ཀྱི་བསླབ་པ་ཟེར་སྐྱག་ཟས་ནོག་པ། ཨ་ལ། ལམ་ཐབས་ཤེས་གཉིས་ལས་བསླབ་པ་ལ་དེ་ནི་དེ་ནི་འཇིག་རྟེན་ནས་སྟོད་པ་བུལ་བྱས་དང་འཇིག་ལ་དང་བདུད་དང་ཚངས་པ་ཀུན་ནས་དེ་ནི་ང་དང་སྟོད་ལ་བཙལ་དེ་ནོ་ཞེས་ཟེར་ནོ་ཨ་ལ།

ཕ་མ་ཀུན་ནས་དེ་ནས་ཕྲུ་གུ་དེ་ནས་སུ་ཀུལ་དྲག་རིགས་དྲག་ཚད་སྐོང་ཆེ་རིགས་ཚད་ཆད་སློབ་སྦྱོང་ཡག་རིགས་ཡག་ཚད་ནས་དེ་ནས་ང་དང་ཕྲུ་གུ་སྟངས་ཟེར་དེ་ནོག་སྐྱེལ་སྟངས་ཟེར་ཟེར་ན་དེ་ནས་ང་དང་སློབ་སྦྱོང་པོ་དྲག་པོ་སོང་པས་དོ་ལ་འགྲོ་སོང་ཙམ་ཞིག་ཆ་ན་ཡང་དེ་ནས་ཟས་ནད་མེད་པ་བཏང་ནོག་དུ་བཅད་ནོག་ཟེར་ན་དེ་ནས་སློབ་སྦྱོང་པོ་དེ་ནས་དྲག་པོ་སོང་པ་སློབ་སྦྱོང་པོ་ཡོད་པ་ཡིན་ན་དེ་ནས་མིའི་མགོ་ཆོད་པོ་ཞིག་དང་མི་དེ་ནས་ང་དང་མི་དྲ་ལ་མཛེས་ཤ་ཞིག་དང་དེ་ནས་ང་དང་མི་ད་ཅིག་ཅི་ཞོག

དེ་ནས་སངས་རྒྱས་ཀྱིས་གསུང་པོ་ལ་འགྲེལ་བཤད་བརྒྱབ་ཀ་ནས་གསུང་པོ་ས་བཀའ་འགྱུར་པོ་གསན་འགྱུར་པོ་ཏི་ཉིས་བརྒྱ་དེ་ནི་ང་དང་སུམ་ཅུ་བཞི་བཅུ་ཡོད་དོན་ནོ། དོ་གསུང་པོ་ས་ནི་དེ་ཚང་མ་དེ་ནི་ང་དང་སྤྱི་ནོར་གཞོན་པ་སངས་རྒྱས་དྲག་པོ་ཅི་ཆ་དང་དེ་ནི་ང་དང་སྤྱི་ནོར་ནང་པ་སངས་རྒྱས་སྤ་སེ་མཁན་པོས་གཙོ་གཙོ་དེ་ནི་སྤྱི་ནོར་གསོལ་བསྟན་པ་ལ་བཅའ་བ་ཅོག་གོ་སྤ་ཡིན་ན་གསུང་དེ་ནི་རྗེས་དྲན་གྱི་ཆུ་སྤྲུལ་གྱི་སྐུ་འདྲེ་དེ་ནི་སངས་རྒྱས་ལ་བཙས་དེ་ནི་བསྟན་པ་ལ་བཅའ་བ་ཅོག་གོ་ཟེར་ནོ་ང་དང་དེ་ནི་ཆུ་སྤྲུལ་ཟླ་བ་ནོ་ཆུ་སྤྲུལ་ཟླ་བ་ཟེར་མཁན་པོ་དེ་ནི་ང་དང།